གྲོས་འཆར་ཡིག་ཆ་ཨང། ཞེས་དེའི་དགེ་རྒན་སྨོན་ལམ་དར་ཆེན་ལ་ལས་རིམ་རྣམས་ཀྱང་ཟུར་ན། དཔལ་ལྡན་ཚོགས་ཟུར་མཆོག་དཔལ་ལྡན་སྲིད་སྐྱོང་མཆོག་གིས་ད་རྗེས་ད་གནས་ཚུལ་ག་འདྲུས་ཅིག་བྱུང་བ་ཡིན་ན་བཀའ་ཤག་གིས་ས་ཞིང་ལེན་འདོད་གང་ཡང་བྱེད་ཀྱི་མེད་གསུངས་པ་རེད་དེ་ཡིན་དུས་ད་ལྟ་དེ་ལ་བདེ་སྲུང་བཀའ་བློན་གྱིས་གསུང་ཡ་དེ་ཨ་ནི་ཁོང་སྐུ་སྒེར་གྱི་རེད་པས་བཀའ་ཤག་མཉམ་འདུས་ཀྱི་འགན་ཐོག་ནས་གསུང་གི་ཡོད་དེ་གསར་བུ་ཆེ་བཟོ་རོགས་བྱས་སུ་ཤོད་ཨེ། ནའོ། དེ་ད་གིན་ཤ་བཅོག་ནོ། ཀོ། བ་དན་བདེ་སྲུང་ག་ལས་མཆོག་གསུང།
པ་འདི་ཚོགས་རྫོགས་ཆོག། ཞི་རྩེ་ཐ་འདི། དེ་ནས་ཀར་ནར་མ་གནས་ཤིང། ཀར་ཤ་གི་སྒོ་དེ། པ་འདི་སྲིད་སྐྱོང་ཆོག་རེད། པ་འདི་སྲིད་སྐྱོང་གི་གསུངས་པ་དེ་ལ། མ་འཐུས་པ་གང་ཡང་མེད། དེ་ནང་བཞིན་གྱི། ཡག་འདུག་ག་རེ་གསུང་མེད་ལན་འདེབས་ཞུ་གི་མེད་གསུང་རེད་མ་གཏོགས་ཁ་བཅད་དྲག་གི་མེད་ལས་ད་བཀའ་ཤག་གི་དེ་ཡིན་གྱི་མ་རེད་བསམ་མ་ཐུབ་དེ་འདྲ་ཡིན་ན་དེས་ཉན་ཁ་བྱུང་ཆ་རེད་བསམ་མ་ཐུབ་དེ་ཚོ་ཨ་ནི་དཔལ་ལྡན་ཚོགས་གཙོ་མཆོག་གི་མིང་པོས་གནང་བ་ནས་གཞི་བྱས་ནས་ང་ཚིག་ཁ་ཤས་ཅིག་ཞུ་ཡ་གི་གོ་སྐབས་ཅིག་གནང་རོགས་བྱེད། གཞི་རྩའི་གི་ད་ལྟ་གཞུང་འབྲེལ་གྲོས་ཆོད་གྲོས་འཆར་ཡིག་ཆ་ཨང་སུམ་ཅུ་སོག་གསུམ་འདི་བཀའ་ཤག་གི་ཐོག་ནས་འགྲོ་གི་རེད་བསམ་པ་འདྲ་ཞིག་བྱུང་རྗེས་ནས། ང་ཚོ་བཀའ་ཤག་ནང་ལ་བཀའ་བློན་ཉུང་ཉུང་རེད་དེ། གལ་ཆེ་བ་དེ་ཚོ་གང་ལ་ཡིན་ན་བཀའ་བསྡུར་གནང་བསྡད་ཀྱི་ཡོད་རེད། དེའི་ཐོག་ལ་དམིགས་བསལ་བཀའ་བསྡུར་གལ་མ་བྱུང། གཞི་རྩའི་གལ་ག་རེད་ལབ་ན། གྲོས་ཆོད་གྲོས་འཆར་ཡིག་ཆ་ཨང་སུམ་ཅུ་སོ་གསུམ་པ་དེ། འགྲོ་དགོས་ཡག་གི་ཡིག་ཆ་ཅིག་ལ་ངོས་འཛིན་ཞུ་གི་ཡོད། དེ་ནང་བཞིན་གྱི། ངས་ཐོག་མར་ཕ་གའི་ལག་པ་བརྐྱངས་པའི་སྐབས་དང་ལ། ཀུ་རེ་བཅུ་དེ་རྣམས་ཀྱིས་སྐམ་པའི་གནང་བའི་སྐབས་ལ། རྒྱབ་སྐྱོར། ཞུ་ཐུབ་ས་མ་རེད་གསུང་ངེས་ཀྱི་ཀུ་རེ་བཅུ་དེ་གནང་པ་སོགས་ཀྱི་ནི། རྒྱུ་མཚན་གཅིག་གི་ཐོག་ནས་གསུངས་སོང། ག་རེ་གང་གནང་སོང་ལབ་ན། ད་ལྟ་ང་ཚོའི་གི་གནས་བབ་འདི་ལ་བལྟ་བའི་ཡིན་ན་ཨ་ནི་བཅའ་ཁྲིམས་བསྐྱར་བཅོས་ཅིག་འགྲོ་ཐུབ་ས་མ་རེད། ཞེས་ནི་བཀའ་གནང་བ་རེད། ཨ་ནི་ང་རང་འདྲ་ཅིག་ཡིན་པ་ཡིན་ན་ག་དུས་ཡིན་ནའི་དཀའ་ངལ་འདི་ག་རེ་རེད་དོ། དེའི་གསང་ཡག་གི་ཆེད་དུ་ལམ་ག་རེ་དོ་ལབ་ནི་དུས་རྒྱུན་དུ་ནས་ཐབས་ཤེས་བྱེད་ངེས་ཀི་གང་ཟག་ཅིག་དང། ལྷག་པར་དུ། པེས་བོར་ཤོར་བྱས་བྱས་ཞུས་བཞག་པའི་ཡིན་ནའི་གི་གྲོས་ཚོགས་དེའི་གི་ར་བ་ན་ད་ལྟ་ཡོད་པའི་ནང་ནས་ལྟས་པ་ཡིན་ན། ཐོག་མར་བཅའ་ཁྲིམས་གཏན་འབེབས་བྱེད་པའི་སྐབས་ལ་བཅོས་སྒྲིག་ཡིན་ངེས་ཤིག་དང། དེ་ནང་བཞིན་གྱི། ཉིས་སྟོང་བཅུ་གཅིག་ལོ་ལས་བསྐྱར་བཅོས་ཆེན་པོ་ཞིག་འགྲོ་བའི་སྐབས་དེ་ལས་ནས་ར་བ་ད་ག་རང་ན་ལས་ཡོད་ཅེས་ནི་ལོ། ད་ར་བ་ད་ག་རང་གཅིག་པོ་ན་ལ་ད་ལྟ་བརྩིས་པ་ཡིན་ན་ལོ་ཉི་ཤུ་རྩ་བདུན་མན་ཅིག་འགྲོ་ངེས་ཀྱི་གང་ཟག་ཅིག་གནས་དང་གནས་ལུགས་མང་པོ་མཐོང་མྱོང། འདི་ལས་གཟའ་བྲག་ཧའེ་མཐོང་མྱོང། རྫ་མཛོད་རྡ་ས་གཉིས་རང་ངོ་ཚོས་ད་ག་རེ་བྱེད་ས་རེད་བསམ་བསམ་དེ་འདྲས་ཡོང་གི་ཡོད་རེད་འདི་དམངས་འཚོ་རེད་ཡོང་ཆོག་གི་རེད་འགྲིག་གི་རེད། ཡིན་ནའི་ང་ལ་སྤྱི་ཚོགས་ནང་ལ་ཁ་ཤས་ཤེས་གི་རེད་འཚོ་བ་ཆེན་པོ་ཞུ་ཡོད་རེད་བསམ་ནས་བདེན་པ་རེད་འཚོ་བ་ཡོད་ངེས་ཡིན། འཚོ་བ་འདི་ཡང་སོ་སོ་གི་རྒྱལ་ཁབ་ལ་ལ་རྒྱ་ཡོད་པ་ཐོག་ནས་ཡོད། ཡིན་ན་ཡང་ཐག་གཅོད་བྱེད་པའི་སྐབས་དེ་ལ་གནས་སྟངས་ལ་བལྟས་ཚེ་ནི་རྒྱལ་ཁབ་ཀྱི་ཁེ་ཕན་དང་དུས་ཀྱི་གོ་སྐབས་བལྟས་ཚེ་ནི་ཐག་གཅོད་བྱེད་ཀྱི་ཡོད། ཡིན་ནའི་གྲོས་ཚོགས་དེའི་ནང་ལ་ངས་ད་ལེ་བློ་ཕམ་གྱི་ཐོག་ནས་ཞུ་ཡ་ལ། ད་དེ་འདྲའི་གསུང་ངན་བྱུང་སོང་ང་ཚོ་ཚང་མ་གཅིག་པ་རེད་གཅིག་རེ་ད་ཟེར་ནས་ད་ག་རང་དགོས་འགལ་མེད་པ་ཅིག་འདྲ་བོ་འདྲ་བོ་ཚང་མ་ཚོར་བ་ཆེན་པོ་ཞུ་བ་ཅིག་གི་ཐོག་ནས། ཁ་སང་ཨི་གོ་སུ་ངའི་བྱུང་སོང་དེ་ཡིན་ཙང་དེ་གས་དེ་ཚང་མ་ཟུར་ལ་བཞག་པའི་ཐོག་ནས་ཨ་ནི་ངས་ད་ལས་ཞུ་ཡག་དེ་ག་རིག་ལགས་ཡིན་ན་ད་ང་ཚོ་ད་ལྟ་ཁ་ཤས་ཀྱི་དོན་འགྲོ་ན་འགྲིག་གི་རེད་གསུང་གི་འདུག་རེད་རེད་ང་ཡིན་ནའི་དོན་ཆོག་ཆོག་ཡིན་འཛམ་བཟའ་ལ་དོན་དགོས་བསམ་བསམ་མང་བོ་ཡོང་གི་འདུག་ཡིན་ན་དོན་ནི་ཕན་གི་ཡོད་རེད་བས། རྣམ་པ་ཚོ་ཕེ་ཐང་ལ་ག་འདོད་དཀའ་ངལ་བྱུང་སོང་ད་ལྟ་ཨི་ནས་བསྡད་ཡོད་པ་ལ་ཨ་ནི་མ་འོངས་པར་ཡུན་ངེས་དེ་ལ་དཀའ་ངལ་འདི་ཡོང་གི་མ་རེད་བས། སྤྱི་ཚོགས་ལ་ཕན་སྲིད་བས། འགན་འཁྱེར་བ་བྱུང་སྲིད་བས་བསམ་གྱི་འདུག་ངས་བསམ་ན། འདི་ཡིན་ཙང་ལམ་ཁ་ཅིག་བསྐྲུན་ཐུབ་དགོས་ཡ་དེ་གལ་ཆེན་པོ་ཞེ་དྲག་རེད། ལམ་ཁ་དེ་ཡོང་ཡ་དེ། ཚོགས་ཆུང་ཅིག་ལྟ་བཙུགས་དགོས་རེད་བ། དོན་ཚོད་ག་རེ་ག་རེ་ཡོང་གི་འདུག་དེའི་སྐབས་དེ་ལ་ཨ་ནི་རྒྱབ་སྐྱོར་གནང་དགོས་ཡ་ལ་གནང། ཨ་ནི་ཁོ། དགོས་ཡོད་དགོས་བས་ཀྱི་གྲངས་ཀ་མ་ཐོབ་ན་ཁོ་རང་ཤི་ཟ་འགྲོ་གི་རེད། ཡིན་ན་དོན་པོ་དགོས་རེད་བསམ་གྱི་འདུག་དེ་ནང་བཞིན་གྱི། བཀའ་སྤྱི་གཉིས་ཀྱི་ཐོག་ནས་འདི་ལ་འགན་འཁྱེར་དགོས་རེད་བསམ་གྱི་འདུག་དེ་ལས་བཀའ་ཉན་བྱས་ཕྱིན་ད་ལྟ་ང་ཚོ་སྤྱི་ཚོགས་ལ་ག་རེ་ཡོད་རེད། ཡིན་ན་དེ་ལ་གཅིག་གཅིག་ལ་དོགས་པ་རྣམས་དུ་མེད་པ་ཐོག་ནས་གཅིག་གཅིག་ལ་ཞྭ་མོ་གཡུག་ས་རག་གི་འདུག་བས་ས་ནས་སྦི་ག་བཏང་ས་རག་གི་འདུག་བས་ལ་ཐབས་ཤེས་དེ་མ་བྱས་པའི་ཐོག་ནས། ད་ལྟ་རྣམ་པ་ཚོ་ཚང་མའི་གིས་དྲན་རྡོ་ཧ་བོ་རེད་དྲན་གསོ་བཟོ་ར་བྱེད་མཁན་ཡིན། སྤྱི་ནོར་གོང་ས་སྐྱབས་མགོན་རིན་པོ་ཆེ་གི་བཀའ་རྩ་ཁྱབ་བསྒྲགས་ཕེབས་ནས་ང་ཚོ་ཆབ་སྲིད་སྐུ་དབང་མ་ཆ་ཚང་རྩིས་སྤྲོད་གནང་པའི་དུས་དེ་ལ་ཚོགས་ཆུང་བཙུགས་རེད་བ། ཚོགས་ཆུང་དེའི་ནང་ལ་བཀའ་སྤྱི་གཉིས་ཀྱི་སྒྲུབ་པའི་གི་ཚོགས་ཆུང་བཙུགས་པ་རེད། དེ་འདྲའི་ལམ་སྲོལ་ཡོད་བ་རེད། ད་ལྟའི་ང་ཚོ་བཀའ་གཉིས་ཀྱི་ཁྲལ་དེ་ཡོད་རེད་དེ་ཡིན་ཙང་ངས་ཞུ་ཡ་ལ་ཡང་ད་གི་གོང་དུ་ཞུ་བ་ནས་བཞིན་ཡིན་ང་ཚོ་གྲོས་བྱེད་ཡ་གི་དུས་བྱུང་མ་སོང། ཡིན་ན་དེ་རིང་གནས་སྟངས་ལ་དཔག་པའི་གི་ཐོག་ནས

སྐྱབས་རྗེ་ཟམ་གདོང་རིན་པོ་ཆེ་ཡོད་རེད། ད་ལྟ། སྤ་ཟླ་སྲིད་སྐྱོང་མཆོག་ད་ལྟའི་གི་སྲིད་སྐྱོང་དེ་སྐབས་ཀྱི། ཚོགས་གཙོ་རེད། ང་རང་ཚོགས་གཙོ་གཞོན་པ་ཡིན། ཀོང་ཐུབ་བསྟན་ལུང་རིགས་ལགས་ཚོགས་གཙོ་ཟུར་པ། ཀོང་པད་མ་འབྱུང་གནས་ལགས་ཚོགས་གཙོ་ཟུར་པ། བྱས་ནས་ཏིང་ངག་ལས་གྲུབ་པའི་གི་ཚོགས་ཆུང་གཅིག་བྱུང་བ་རེད། དེ་ཡིན་ཙང་ངས་དེ་རིང་དུས་ལ་བབས་ཤག། ཨ་ནི་དེའི་ཚོགས་ཆུང་དེའི་ནང་ལ་ངེས་པར་དུ་ཚོགས་གཙོ། འབྲེལ་ཤོད་རྣམ་པ་གཉིས། དཔའ་མཐའི་སྲིད་སྐྱོང་མཆོག་རེད། དེའི་ནང་གཞི་བདག། ཕྱི་རྒྱལ་ནས་ཁོ་རང་ཚོ་གཅིག་བྱུང་ན་གསུང་གི་འདུག་གཞན་དག་སུ་ཡིན་ཨེ་རེད། ཨ་ནི་དེའི་ནང་གཞི་བདག་རྒྱུན་ལས་ཀྱི་སྐུ་ཚབ་ནང་ནས་རྣམ་པ་ཚོ་བདམས་ནས་བྱེད་ཀྱི་ཡོད་ན་དགའ། དེ། ང་རང་ཚོ་དཀའ་ངལ་དེ་ང་ཚོ་ཤིང་གི་རེད། དེ་གང་ནས་ཡང་ག་བཤད་བྱེད་ཀྱི། ཟེར་ན་ཡི་མི་འདུག། ད་ལས་དཀའ་ངལ་འདི་ལ་ཆ་ཚང་ཚང་མ་སེལ་ཐུབ་ཡག་གི་ལ་ང་རོགས་ཀྱི་ཚེ་ཡག་ཐབས་ཤིག་གནང་གི་འདུག་ད་དེའི་གནང་གི་ཡོད་མ་རེད་བསམ་གི་འདུག་ངས་གི་གོ་བ་གླེང་ཡག་འདང་ལ་འདི་ནང་ལ་གཞི་རྩའི་གི་སྒྲོམ་གཞི་འདི་གནས་པའི་ཐོག་ནས་མདོར་བསྡུས་ན། སྐབས་བཅུ་བདུན་པའི་གི་སྤྱི་འཐུས་གི་དམ་འབུལ་དང་འབྲེལ་བའི་གི་དཀའ་ངལ་གཙོ་བོར་བཞག་པའི་གི་ཐོག་ནས། ཁྲིམས་སྒྲིག་ཁག་ནང་ལ་བཅའ་ཁྲིམས་ནང་ལ་ཁ་གསལ་བོ་མི་འགྱོ་དེ་གས་དེ་ཁ་གསལ་བོ་ཡོང་པ་ཅིག་བཟོ་ཡག་གི་ཚོགས་ཆུང་ཅིག་བཙུགས་ན། དུས་ལ་བབ་པའི་ཚོགས་ཆུང་ཞིག་རེད་འདུག་བསམ་གྱི་མོད། དམིགས་བསལ་ཚོགས་གཞོན་གཉིས་མ་ཚང་ཤོས་ཀྱི་འདི་འདྲའི་ཡོད་རྒྱུ་ང་ག་ཡོད་མེད་ངས་དྲན་གྱི་མི་འདུག་ད་བར་འདི་ཚོགས་གཙོ་མཆོག་ཡིན་ནའི་སྟབས་དེ་གས་དེ་དུས་སྐབས་ལ་བྱེད་མ་ཐུབ་པ་ཡོད་ན་དེ་བྱེད་ཀྱི་ཡོད་ན་ཁོ་ལང་ཀ་གཞན་དག་ཅིག་འཚལ་བ་རེད་མ་གཏོགས་ད་ལྟ་ང་ཚོ་དང་པོ་དཀའ་ངལ་འདི་སེལ་ཐབས་ཀྱི་བྱ་འགག་ལ་ཕེབས་ཐུབ་ཡོད་ན་ནི་ཡག་པོ་ཡིན་འགྲོ། དེ་ཡིན་ཡང། ད་དེ་སྤྱི་འཐུས་ཀྱི་ཁྲིམས་སོགས་ཀྱི་འགན་འཁྱེར་གྱི་འདུག་དང་མི་འདུག་ལ་ཡི་ཀ་མེད་དེ་ཚོའི་མོ་འོག་ཐོག་ནས་ད་དེ་ལ་རྒྱབ་སྐྱོར་གནང་མེད་ལ་མ་བལྟས་པས་ཨ་ནི་ཚང་མས་ཀྱིས་དགག་པ་མ་བརྒྱབ་པ་བྱས་ནས་བེད་ཐུག་ན་བསམ་པ་གཅིག་དང། མཐའ་དོན་པ་འདི་ཚོགས་གཙོ་མཆོག་དེ་རིང་གྲོས་ཚོགས་དེའི་ནང་ལ་གཅིག་ཞུགས་ན་བསམས་སོང་ད་འདོམས་དེ་ལ་ཁ་ཚང་ཁྱེད་གཉིས་ནས་བྱས་བྱས་ནས་ད་ལྷག་པར་དུ་ཁ་ཚང་ཉིན་དགུ་ཟེར་རེད། ང་ཚོ་སྤྱི་ཚོགས་ཀྱི་ནང་ལོགས་ལས་བོད་ཕྱི་ནང་གཉིས་ལ་བལྟས་རྗེས་ནི་ང་རང་ཚོ་བོད་མི་ཡོད་རེད། སྐར་མ་གཅིག་མ་དང་མི་འདུག་མཇུག་དོར་ན། ལོགས་སུ་ལ།
དེ་ནས་པ་འདི་ཚོགས་སུ་ཆོག། གང་ཆེ་སེམས་འཚབ་བྱེད་ངེས་བོད་ཕྱི་ནང་གཉིས་ལ་མི་མང་གི་བྱེད་བདེ་གི་ཡོད་རེད། འདི་ན་ནི། རྣམ་པ་ཚོ་མཁྱེན་དགོས་ཡ་ལ། རྒན་མགོ། ལོ་བརྒྱད་ཅུ་ཡན་འཐབ་ཡིན་ངེས་དེ་འདྲས་ཀྱི། ད་ད་ལའི་གྲོས་ཚོགས་ཀྱི་ལམ་གྱི་མ་མཐའི་ནས་གཅིག་མ་བྱུང་གི་ཡོད་ན། ང་སོ་སོ་སོ་ཡིན་ནའི་དྲན་གྱི་ཡིན་ལ་ངེད་ཀྱི་དངོས་འབྲེལ་གྱི་གནས་སྟངས་འདི་འདྲ་ཞིག་ཡོང་གི་འདུག་ནས་ངས་བསམ་བྱུང། ཁོས་དེ་བྱས་པ་ཡིན་ན་དཔེ་བསགས་ཀྱི་རེད། དེ་གིས་ད་ལའི་གི་གྲོས་ཚོགས་འདི་གི་ཐོག་ནས་ཨ་ཁ་བྲིས་མ་སོང་ང་ཚོ་ཡག་པོ་བྱས་པ་བསམ་ཐུབ་ཀྱི་རེད་པས། འདི་མ་བྱུང་ནི

དེ་ཡང་ལག་པ་ཕག་མ་རྐྱང་རོ་ཆེ་ཚུགས་མ་རྐྱང་རོ་ཆེ་དོན་དག་ཐ་མདའ་རྐང་གཉིས་སམ་མཐུག་ཡ་ཡོད་ཅིག་གང་ལ་འགྲོ་གི་ཡོད་ན་རེ་བ་ཡོད་འགྲོ་བསམ་གི་འདུག་དུས་ཆེ། ཕྱག་འཚལ།